ད་དེ་རིང་ང་རྣམ་པ་ཚོར་ག་རེ་བྱུང་འདུག་འདུག་འདུག་ཟེར་ན་ནམ་རྒྱུན་དུ་མ་འདྲ་བའི་གི་ཚོར་སྣང་གཞན་པ་ཞིག་གང་ན་ང་འདུག་ཅིག་བཤད་ཉེན་འདུག་འདུག་ཚོར་སྣང་དེ་ག་རེ་ཡོང་བསྡད་འདུག་ལབ་པ་ན། ད་དེ་རིང་ཉི་མ་འགའ་ཤས་ནང་ལ་ང་ཚོ་བོད་པའི་སྤྱི་ཚོགས་ཀྱི་གནས་སྟངས་བོད་པ་ལ་ན་བོད་ལོས་ཉེས་བོད་པ་དང་ང་ཚོ་དེ་བཙན་བྱོལ་སླེབས་དེ་ཉིན་བོད་པ་ཚང་མ་གི།

གཅིག་སྒྲིལ་གྱི་ནུས་པ་ཞིག་ལྟ་ཡོང་དུས། དངོས་གནས་དགའ་གི་འདུག་ཚོར་བ་ཆེན་པོ་ཐོབ་ལབ་ཡོད་ང། ང་ཚོ་བས་མི་རིགས་འདི་གི་རྒྱུད་རྩ་ཞིག་རེད་དེ་བསམ་གི་འདུག་ད་ང། བྱེད་པ་ནི་ང་ཚོར་བྱེད་རྒྱུ་ཡོད་བསྡད་པ་ཅིག་རང་བཞིན་གྱི་ཚོར་སྣང་ཆེན་པོ་ཞིག་ཡོང་གི་འདུག་དེ་ཕྱིན་ཡང་ཅིག་གིས་སྡུག་པོ་ཡོད་པའི་མཉམ་དུ་ལ་དགའ་དགོས་པའི་གནས་སྟངས་ཅིག་ཡང་ཆགས་ཀྱི་འདུག་དེ་ཡིན། ད་འཛམ་བུ་གླིང་ཆེན་པོ་འདི་ནང་ལ་བོད་པ་ཉུང་ཉུང་ཞིག་མ་ཞིག་ཡོད་མ་རེད། ས་འགུལ་འདི་འདྲ་ཞིག་བརྒྱབ་ནས་མི་སྡིག་རིས་ཀྱི་ཚེ་སྲོག་གསོར་བ་དེ་ལ་ང་དངོས་གནས་སེམས་སྐྱོ་པོ་ཞེ་པོ་ཡོང་གི་འདུག་དེ་ཡིན་ན་ང་དང་ཇི་ལྟར་དུ་བྲལ་བ་ཡིན་ད་དེ་རིང་དེ་ལ་ཅིག་འཕྲལ་སྡོམ་གང་ལ་ང་རང་གི་ཚོར་སྣང་འདུག་བཤད་བྱ་བ་མ་གཏོགས་ང་ལ་ཇི་ལྟ་ཡང་གི་གནས་སྟངས་གལ་མི་འདུག་གསལ་བོ་ཡིན། དཔལ་འབྱོར་གྱི་ཆ་ནས་རྒྱབ་སྐྱོར་བྱེད་དགོས་དྲན་ན་སྤྱི་བཏང་གི་ཞེ་བོ་བྱེད་ཐུབ་ཡག་གི་གནས་སྟངས་དེ་ཡོད་མ་རེད་ད་ཕ་གི་བར་དུ་ག་འདྲས་སྙོབ་གི་རེད་ཟེར་ཅིག་ལམ་ཁ་ཅིག་ག་འདྲས་བཟོ་གི་རེད་ཟེར་ཅིག་དེ་རེད།

ད་ང་ཚོ་བྱིས་པ་ན། བྱིས་རྒྱུ་ཡོད་དེ་ངེད་ཅིག་མི་རིགས་ཡིན་པ་ད། ཕལ་ཆེར་འཛམ་བུ་གླིང་ནང་ལ་བོད་པ་ཡོངས་རྫོགས་ཀྱི་ཧ་གོ་ཐུབ་པ་ད་ད་ནང་བཞིན་གྱི་འཛམ་བུ་གླིང་གི་ལྟ་དེ་དུས་བོད་པ་ལ་ངེད་འདི་ལ་འདུག་ཨ་སེམས་ཡ་ཅིག་ད་རྒྱ་ནག་ཡིན་ན་ཡིན་དེ་ཚོ་དངོས་གནས་ང་ཚོ་གི།

དེ་གི་ཁེ་ཕན་གི་འགོག་རྒོལ་འོག་ལ་ང་ཚོ་མི་དམངས་དེ་ཆབ་སྲིད་ཀྱི་རྨོངས་དད་འོག་ལྷུང་ནས་ཁོ་ཚོ་གི་འགོག་རྒོལ་འོག་ལ་ཚུད་ནས་ང་ཚོ་སྤྱི་ཚོགས་དེ་ཡག་པོ་མེད་བ་དང་དེ་ནས་སྐྱབས་མགོན་རིན་པོ་ཆེ་ཐུགས་ཁྲོ་དགོས་ཡག་གི་གནས་སྟངས་དེ་དེ་ནས་ཆགས་བསྡད་ཡོད་རེད། ད་དེ་ནི་སུ་སུ་རེད་ག་འདྲས་རེད་ལབ་པ་རེད། སྤྱི་བཏང་གི་ང་ཚོ་ལ་ག་རེ་འཕྲད་འདོད་ཟེར་ན་དཀའ་ངལ་གཉིས་ཀྱི་དཀའ་ངལ་ལས་གཉིས། མངའ་རིས་དབུས་གཙང་གཉིས་ཀྱི་དཀའ་ངལ་མདོ་སྟོད་གསར་རྙིང་གཉིས་ཀྱི་དཀའ་ངལ་རྒྱ་བ་ཀརྨ་པ་གཉིས་ཀྱི་དཀའ་ངལ། གཞོན་ནུ་གཉིས་ཀྱི་དཀའ་ངལ་སྤྱི་མཐུན་དབུལ་གྲོལ་ཚོགས་ཚོགས་གཙོ། ཐང་གཉིས། གཉིས་གཉིས་བྱེད་པའི་དཀའ་ངལ། གཉིས་དང་གསུམ་ལའེ་ཏེ་ང་ཚོ་ད་ལྟ་བར་དུ་མིག་དཔངས་མ་བཙགས་བར་དུ་གཅིག་སྒྲིལ་དེ་གཅིག་སྒྲིལ་ལབ་བཞག་པ་གི་དེ་གི་ལྡོག་ཕྱོགས་རེད་དོ། འདི་རེད། ད། ད་ལྟ་བར་དུ་མི་བཅུ་གི་དཔོན་པོ་ཅིག་བྱེད་པ་ན་གཅིག་སྒྲིལ་ལབ་ཡོད་རེད། སྤྱི་མཐུན།

ད་སྒྲོན་ཤོག་བཏང་དགོས་ན་སྡོད་དོད་གསར་བ་ལ་བརྟེན་དགོས་རེད། བརྟན་བཞུགས་ཀྱི་ཆོ་ག་གསུམ་གྱི་ཕུལ་བ་ནི་དེ་རིང་ནས་ལོ་ལྔ་དྲུག་ཉེར་ཕུལ་བ་རེད་དེ་ཆོ་ག་གསུམ་གྱི་བརྟན་བཞུགས་ཕུལ་བའི་ཕྱི་དུས་སྡོད་དོད་གསར་བ་དང་སྡོད་མལ་དབུ་གཙང། དེ་གི་ཕུལ་དགོས་རེད། ད་མི་མང་གི་ཁས་ལེན་བཞག་པའི་གི་ཆོ་ག་དེ་ལ་མ་བརྩི་ཡོང་དུས། རང་བཞིན་གི་ནས་མ་རྒྱག་ཡོང་རྒྱུ་གསལ་བོར་བ།

སྐྱབས་མགོན་རིན་པོ་ཆེ་བསྟན་པ་མེད་པ་ཅིག་ལ། ཁས་ལེན་གོ་ད་ཁྱེད་རང་ཚོ། ཡང་ན། ད་ལྟ་བར་དུ་བཟོས་བཞག་པའི་དཀའ་ངལ་ཡོད་ཚད་དེ་མི་ཡིས་བཟོས་བཞག་པའི་དཀའ་ངལ་ཤ་སྟག་ཞིག་རེད་ཟེར་དུས་མི་གིས་དཀའ་ངལ་དེ་སེལ་རྒྱུ་ཡོད་པ་གསུངས་བཞག་པ་དེ་ཡང་བདེན་པ་མེད་པ་ཅིག་ངས་སྐྱབས་མགོན་རིན་པོ་ཆེ་བཀའ་སློབ་འདི་ལས་གཞན་བཞག་ནས་བཤད་དགོས་རེད་མ་གཏོགས་དེ་ལྷག་པར་ང་བེད་སྟོབས་ཀྱིས་ལས་བཤད་གཏང་ཡ་གལ་སྐུ་ཅིག་མེད་དོ།

དེ་རེད། ད་ང་ཚོ་གིས་ཅིག་སྡོད་འདོད་འདོད་མོད་འུ་ཚང་ཟེར་ཏེ་ཅིག་མི་ག་ཤེད་ཅིག་བེད་སྤྱོད་བྱེད་ནས་དེ་གི་ཁེ་བའི་འོག་ལ། དེ་ནས་མགོ་སྐོར་བ་ལ་ང་ཚོ་ལྷུང་ནས། ང་ཚོ་དཀའ་ངལ་ཆེན་པོ་ཞུ་ཆགས་བསྡད་པ་ཞིག་རེད་དེ། ཚང་མ་གི་ཧ་གོ་གོ་གོ་རེད་ད་འདི་རེད། ད་ངའི་ལས་སྒོ་རེད། དེ་མ་ཡོང་གི་ཆེད་དུ། མ་འོངས་པར་དེ་འདྲའི་མགོ་སྐོར་མ་ཐེབས་ཀི་ཆེད་དུ་སྐྱབས་མགོ་རུ་ཅིག་གི་བཀའ་སློབ་རྩ་ཆེན་པོ་འདི་འདྲས་གནང་ནས།

ད་ཁྱེད་རང་ཚོ་གི་གནང་ཕྱོགས་དང་གནང་སྟངས་དེ་གིས་ལ་སྐྱབས་མགོན་རིན་པོ་ཆེ་ག་ཚོད་ཉེ་བོ་གནང་གི་རེད། ཁྱེད་རང་ཚོས་ན་སྐྱབས་མགོན་རིན་པོ་ཆེ་མཇལ་ཡག་རག་ན་ད་པེ། སྐལ་པ་བཟང་པོ་ཞི་བོ་ཅིག། དེ་མེད་ན་སྐྱབས་མགོན་རིན་པོ་ཆེ་སྐུ་པར་ནང་ལ་གར་ཡག་རག་ན་དེ་མེད་ན་སྐྱབས་མགོན་རིན་པོ་ཆེ་གི་སྐུ་པར་བཏགས་ཡག་རག་ན་ཁྱེད་རང་ཚོ་སོ་སྟོད་དུ་སོ་ནམ་བརྩི་དགོས་རེད། རེད་དངོས་གནས་རེད་སོ་སྟོད་དུ་སོ་ནམ་རེད། ད་ང་ཚོ་སྐྱབས་མགོན་རིན་པོ་ཆེ་མཇལ་ཡག་དང་བལྟ་ཡག་དག་དེ་འདྲའི་སྐོར་ཅིག་འདྲ་ཆག་ཆག་རེད་མ་གཏོགས་ང་ཚོ་བཙན་བྱོལ་ནང་ལ་སྐྱབས་མགོན་རིན་པོ་ཆེ་ལ་རྩིས་ངན་ཡོད་དང་ཡོད་མ་རེད་ཟེར་ན་ད་བེད་སྤྱད་བེད་སྤྱད་ལབ་མ་ཐུབ་པ་ཅིག་ཆགས་ཡོད་དག་དངོས་གནས་ཡིན་དེ། དེ་ངའི་ལེགས་མེད་དག་སྐྱབས་མགོན་རིན་ཆེ་བཀའ་སློབ་བདེ་སྐྱིད་ལས་བཞེས་བཞག་ན་ང་ཚོ་རྒན་མཁན་ནས་ལས་ཀ་མ་བྱེད་བས་ན། རྒྱུ་མཚན་དག་ར་ར་བ། ཁྱེད་རང་ཚོ་སྐྱབས་མགོན་རིན་པོ་ཆེ་ཞལ་རས་ཏི་བི་ནང་མཇལ་ནས་དངོས་གནས་སྨོན་ལམ་བརྒྱབ་ནས། ཁྱེད་རང་ཚོ་གི་རྒྱ་བལ་བཀའ་བཞིན་སྒྲུབ་པའི་མཆོད་པའི་བརྟན་བཞུགས་འདི་ཕུལ་ཚར་བ་དེའི་རང་དངོས་གནས་ཁྱེད་རང་ཚོ་གི་བསོད་བསྟོད་བསོད་ནམས་བསགས་པ་རེད། ལན་ཅིག་དང་ད་ག་ནང་བཞིན་གྱི་ང་ཚོའི་ནང་མ་འོངས་པ་ལ། རྒྱ་བལ་བཀའ་བཞིན་སྒྲུབ་པའི་མཆོད་པའི་བརྟན་བཞུགས་ཕུལ་ཚར་བའི་ཆེད་ལ། ཁྱེད་ཚོ་གཅིག་པ་གཅིག་རྐྱང་ཆགས་ཐུབ་པའི་གི་གནས་སྟངས་དང་ནུས་པ་དེ་ང་ཚོར་ཡོད་བསྡད་པ་དེ། ང་ཚོ་མི་རིགས་གཅིག་ཡིན་པ་ཆ་ནས་གསལ་པོ་རེད་ཡིན་ན་དཀའ་ངལ་དེ་གའི་འོག་ནས་དོན་ཐབས་ལ་ང་ཚོ་ག་རེ་བྱེད་དགོས་ཀྱི་རེད་ཟེར་བས་ན།

ཡིན་པ་ནི། ང་ཚོ་གཏམ་དཔེ་བྱོས་རེད། སྐད་ཐུག་ཐུག་མིག་ལ་རེད། ཁྱེད་རང་སྐད་ཅེས་ཀི་ཟེར་ནས་སྐུ་ཞིག་ངའི་མིག་དུ་གཏོང་རོགས་བྱེད་ལེགས་རེད། ང་རྒྱལ་ཁག་དང་མི་རིགས་ཐུག་ཐུག་ང་ཚོ་དགའ་ས་དང་ཉལ་ས་དེ་ཟུར་ལ་བཞག་གོ་གུར་མ་གཏོགས། དངོས་ཡོད་གནས་སྟངས་དེ་ངས་མཐོང་དང་མཐོང་མུས་གང་ལ་ད་དུང་ངས་ཀི་ཅིག་འགྲེལ་བཤད་མ་རྒྱག་པ་དང་ཁྱེད་རང་ཚོ་ང་ཚོ་སྒེར་གྱི་ཅིག་འཆམ་མཐུན་ལ་ལྟ་ནི། ཧ་གོ་ན་མ་གོ་དོགས་འདྲ་བྱེད་པ་ན། ང། ཚེ་འདི་ལ་འགྲོ་ན་ཕྱི་མ་ལ་འགྲོ་གི་མ་རེད་བསམ་གི་ཡོད། ཐུགས་ཀྱི་སྲས་གོང་ཁའི་མེ་བ་གཅིག་སྙམ། ང་རང་གི་གྲོགས་པོ་གྲོགས་མཆེད་རྙིང་པ་འདི། ཁྱེད་རང་ཚོ་བརྒྱ་ཆ་བརྒྱ་ད་ལན་ཁྱེད་རང་ཚོ་སྤྱི་ཚོགས་འདི་ལ་བསམ་བློ་ཆེན་པོ་ཞེ་བོ་ཞིག་བཏང་ནས་ད་ལྟ་བར་དུ་བྱས་ཤག་པོའི་ནོར་འཁྲུལ་དེ་གི་དངོས་གནས་སྡིག་ཤག་ཅིག་བྱས་པ་ན་ཡག་པོ་འདུག་ཟེར་ད་ལན་ཉིས་སྟོང་ཉིས་རྩ་དྲུག་ལ་ཁྱེད་རང་ཚོ་དང་དུ་སླེབས་ནས།